སྲིད་སྐྱོང་དེ་ནི་སྐུ་ངོ་སྤེན་པ་ཚེ་རིང་གཙོས་བྱས་ཏེ་ནི་བཀའ་བློན་རྣམ་པ་དང་སྐུ་ངོ་རྣམ་པ་ས་གནས་འགོ་འཛིན་དང་ནི་བཀྲ་ཤིས་དོན་གྲུབ་གཙོས་བྱས་ཏེ་ནི་ལས་བྱེད་རྣམ་པ་དང་མི་མང་ཚང་མ་ལ་ཉེ་ཆུང་ནི་བཀྲ་ཤིས་བདེ་ལེགས། ད་འདི་རིང་དེ་ནི་ས་གནས་སྐུ་ངོ་དེ་ནི་བཀྲ་ཤིས་དོན་གྲུབ་ལགས་དེ་དགོངས་པ་ཕེབས་ནས་གོང་གི་གསུང་དོན་ནང་བཞིན་དེ་ཆུ་མུར་ལ་དེ་ནི་ང་ཚོའི་གཞིས་ཆགས་བོད་མི་མང་པོ་ཅིག་ཡོད་དེ་ཚོས་དཀའ་ངལ་ལོག་ལ་མཐུན་རྐྱེན་མེད་པ་ཟས་རིགས་ཡག་པོ་མེད་པ་དཔེ་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་འདུག་དེ་ལ་ཁྱེད་རང་གིས་དེ་ནི་ས་རྒྱ་ཅིག་གནང་ཐུབ་པ་མི་འདུག་གས་ཟེར་འདས་ཟེར་གསུངས་སོང།

ད་དུས་ཚོད་ཁོང་ཚོས་ཉམ་ཐག་པ་འདི་ཚོ་ལ་ཡང་ས་གཞི་ཞིག་འཛུགས་སྲིད། ནག་རོག་རྩེད་རྩེད་དུ་སོང་གི་འདུག་ཨ་ནི། ང་ཚོས་བུ་ལྔ་དེ་ཡག་པོ་ཞིག་ལ་ཞིག་འདུག་གི་ཟེར་དེ་ངས་ཞུས་པ་ཡིན། ཨ་ནི་ཁོང་ཚོ་ལ་ངས་འགྲེལ་བཤད་ཞུས་ཡིན། དེ་ནི་ང་ཚོ་ཚང་མ་དེ་ནི་གཞན་རྣམས་མི་འདྲ་བའི་དེ་ནི་ང་དང་བོད་ལ་རང་དབང་ཡོད་པའི་དུས་སུ ྋགོང་ས ྋསྐྱབས་མགོན་རྣམ་གྲྭ་ཆེན་པོ་མཆོག་དང་བོད་གཞུང་གིས་དེ་ནི་ང་ཚོ་ཧི་མ་ལ་ཡ་གི་དེ་ནི་དགེ་འདུན་བཙོན་ར་བས་གཞན་དང་མི་འདྲ་བའི་བཀའ་དྲིན་ཆེན་པོ་ཅིག་རེད་ཡིན་ནའོ་ཟེར་དེ་ཉིད་ཞུས་པས་ཅད་དེ་ན་དེ་དུས་ང་ཚོ་ལ་ལ་དེ་པས་སྐྱོ་པོ་ཡོད་རེད་མི་ཚང་མ་ལ་བསྟན་བཤའང་ཞེ་དྲག་ཡོད་མ་རེད་དེ་དུས་སྐབས་སུ

སྐལ་བཟང་ཤ་མ་ཟན་གྱི་བུ་མགུ་ཁྲིད་ནས་བོད་ལ་བཀྲ་ཤིས་སྒང་བར་དུ་ཚོང་ལ་འགྲོ་གི་ཡོད་རེད། དེ་དུས་བསམ་པ་དེ་ནི་ང་ཚོས་སྤུ་གུ་དེ་ཚོ་ཁོང་ཚོ་ལ་བསྐྱོན་ནས་ད་ལྟའི་སྤུ་གུ་དེ་ཚོ་ལྷ་ས་བར་དུ་བསྐྱལ་རོགས་བྱས། ཨ་ནི་ལྷ་སར་འགྲོ་དུས་དེ་བཀའ་འདྲི་བྱས་ན་ཁྱོད་རང་ཚོ་ཁག་བསྐུལ་རོགས་བྱས་ཟེར་དེ་ནས་སྤུ་གུ་དེ་ཚོ་འཛུགས་སུ་བཏང་ནས་དེ་ནས་བོད་མཉམ་ཐོག་ཡོད་དཀའ་ནས་དེ་ནས་ཚོང་པ་དེ་ཚོ་མཉམ་ཐོག་ཕར་བཏང་ནས་ད་རང་རང་སོ་སོ་ལྷ་ས་བར་དུ་སླེབས་ནས་ད་འབྲི་གུང་ལ་འགྲོ་ནའང་ཡག་དགའ་ལྡན་ལ་འགྲོ་ནའང་འདྲ།

རྒྱ་གར་ལ་ཡིན་ན་དེ་ནི་བོད་བཟང་དབང་ཤོར་བའི་སྟེང་ནས་ཡང་དེ་ནི་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ད་སེམས་ཁྲལ་གསུམ་དང་སྒྱུ་རྟ་དོན་མེད་རེད་དེ་ནི་རང་བཞིན་ད་ཆོས་ལུགས་སོ་སོའི་དགོངས་པ་སོ་སོ་མང་ཙམ་གྱིས་བཏགས་པ་ཞིག་འདུག་ཟེར་ཆགས་ཡོད་རེད་དེ་ནི་ད་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ཉག་ཅིག་རེད་དེ་ནི་རྒྱུ་མངའ་ཅིག་ཡིན་ན་ད་ལྟ་ཡང་དེ་ནི་ང་ཚང་ཚང་མ་དེ་རུ་སློབ་སྦྱོང་བྱས་འགྲོ་སའི་ཆུ་ཚད་ཞིག་རག་ཡོད་རེད་དེ་ནི ྋགོང་ས་མཆོག་གི་ཐུགས་རྗེ་བཀའ་དྲིན་ཡིན། དངོས་གནས་དེ་ནི་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་དང་བོད་ཀྱི་སྐུ་དྲིན་དེ་ང་ཚོས་བརྗེད་དགོས་ཡ་ཞིག་མ་རེད། སོང་ཙང་ང་ཚོས་ག་འདྲའི་ཞིག་ད་ཡབ་ཞུས་ཞུ་དགོས་ཡ་ཡོད་ནའང་དེ་ནི་ང་ཚོས་ཞུས་དགོས་ཡ་དེ་ང་ཚོས་ལས་མཁན་ཆགས་ཀྱི་ཡོད་རེད་ཟེར་ཉིན་འཛུགས་སུ་ཞུས་པས་ཡིན། ང་ལ་འཛུགས་སུ་ད་གསུང་མཁན་མ་བྱུང་ཡ་འདི་ཞིག་འབྲེལ་བ་ཞིག་ཡ་ང་ཚོས་འཛུགས་སུ་ལས་བསྡད་པ་ཞིག་ད་ལན་རྒྱལ་བ་རིན་པོ་ཆེའི་སྐུ་གྲངས་དགུ་བཅུ་འཕེལ་བ་དང།

ང་རང་ཚ་གས་པས་དེ་ནས་བཟུང་དེ་ལྟར་དབྱེ་བ་རིན་པོ་ཆེ་ངའི་བླ་མ་ཡིན་བསམ་པའི་ངའི་དད་པ། སྙིང་ཐག་པ་ནས་ཡོད་པ་ཞིག་མི་ཞིག་དེ་འདྲ་ཞིག་ཡིན་ཅི་གསུང་བཀའ་བཞིན་ངས་ད་ལྟ་བར་དུ་ཞུས་པ་ཡིན། ད་ཚང་མ་འགྲུབ་སོང་ཟེར་ན་དཀའ་ལས་ཁག་པོ་རེད། མ་འགྲུབ་པའང་ཡོང་སྲིད་ཀྱི་རེད་དེའང་ནང་བཞིན་རྒྱལ་བ་རིན་པོ་ཆེས་བཀའ་ཁྲོལ་ཕེབས་ན་ཡང་བསླབ་སྟོན་གནང་གི་འདུག་ཁྱོད་རང་དེ་འདྲ་དེ་བྱས་ཨ་དེ་འདྲ་བྱས་ཟེར་ན་ནང་བཞིན་བཀའ་བཞིན་ངས་ད་ལྟ་བར་དུ་བསྒྲུབས་པ་ཡིན། དེ་ན་ནང་བཞིན་གྱི་བོད་མི་དེ་ཚོ་ལ་ཡང་ཁྱོད་རང་ཚོ་རོགས་རམ་གང་འདྲ་འདྲ་ཅིག་བྱེད་རོགས་ཅེས་ཨ་ཨ་ཅེས་ཧྥ་མི་མང་པོ་ཞིག་གནང་སོང་དེ་ནང་བཞིན་གྱི་ངས་གང་ཐུབ་པ་ཞིག་དེ་འདྲའི་བོད་མི་ཚོའི་ནང་བཞིན་ཞབས་ཏོག་ཏུ་ཞུས་པ་ཡིན། ད་ལྟ་ཡིན་ནས་ང་རང་མ་ཤི་བར་དུ་གང་ཐུབ་པ་དེ་ནི་ཡབ་ཡུམ་ནུས་པའི་བཀའ་གནང་བཞིན་སློབ་ཚོགས་ཞུ་རྒྱུ་ཡིན་ཞེས་ཞུ་རྒྱུ་ཡིན་ཨང་མང་པོ་ཡོད་ཨ་ཟེར་ནས་དེ་ཚོས།